པའི་སློབ་གསོ་སྤྲོད་བྱ་དེ་སྐབས་སུ་ང་རང་སུ་མི་རིགས། ད་ངའི་མི་རིགས་འདི་ནོར་འགྱོག་འཛིན་དེ་ཡོད་རེད་ད་འདི་ཤེས་དེ་ནོར་འགྱོག་འཛིན་དེ་ཡོད་རེད་དེ་འདི་ཤེས་དཔེ་ཤུགས་ཆེན་པོ་ཞིག་སླེབས་དེ་ཡོད་རེད་ད་ངའི་སེམས་པའི་ནང་ལ་ང་དང་ང་འདྲ་བ་རྒྱ་མི་སློབ་གྲྭ་འགྲིམ་མཁན་བོད་པ་མང་པོ་ཡོད་རེད་དེ་སྐབས་ད་ནང་པའི་ཡར་རྒྱས་དྲུག་དང་རྔན་མ་འདྲ་ཡིན་ན་ར་ད་འབྲོག་ཤེས་གོང་ད་ནང་ང་འབྲོག་ཤེས་གོང་ད་ང་འབྲོག་ཤེས་གོང་ཡག་དགའ་བ་ཡོད་ད་རྔན་མ་འབྲོག་ཤེས་གོང་ན་ཁྱོད་འབྲོག་ཡག་འདུག་ལབ་གི་རེད་རྒྱ་མི་སློབ་གྲྭ། འབྲོག་ཡ་ཚ་ལགས་རེད་ང་འབྲོག་པའི་སྤུ་གུ་ར་འབྲོག་ཆེན་ཞིག་ཁོ་ན་ཁྱོད་འབྲོག་ཡ་ཚ་ལ་ལགས་རེད་དེང་སང་ཡིན་ན་ར་སློབ་སྟོང་མཛད་སྒོ་སྐབས་སུ་ཡི་བོ་ཆེ་བསྒྲིགས་སོ་སོ་འདི་ཤི་མི་རིགས་འདི་ཤི་སྔས་མ་ལ་ཡར་ཡག་སླེགས་འདུག་བསམ་དོ་བོད་ནང་ཡིན་ན་འདྲ་བདེ་ལ་ཡིན་ན་འདྲ་ཚང་མ་ར་ད་ང་ཚོ་འདི་ཤི་ལ་ཡི་དེ་དཔེ་གལ་ཆེན་པོ་ཐོག་ཡང་རྒྱུ་མཚན་འདི་ཡིན་ར་ཨ་ནི་ང་ཚོ་བོད་ནས་ཨ་ནི་རྒྱ་མིའི་གི་སློབ་གསོ་གི་སྤྲད་ནས་ཨ་ནི་སློབ་སྦྱོང་བྱེད་ཡོང་ཡོང་གི་བརྒྱུད་རིམ་ནང་ལོགས་ལ་ཁོང་ཚོ་སློབ་གསོ་གྲྭ་ཐང་དུ་དེ་འདྲའི་དཔེ་ཆ་ནི་ལྟད་མོ་ཡིན་ན་རང་ཡང་འཇར་པན་དང་ཨ་ནེ་རྒྱ་ནག་ཀྲུང་གོ་གཉིས་ལ་འཛིང་ས་རྒྱབ་དུས་སྐབས་སུ་འཇར་པན་ཕམ་གི་ཡོད་མ་རེད་དེ་གས་འཇར་པན་ཕམ་ཡ་རྐྱང་རྐྱང་གཏོང་སོང་རོ། འཇར་པན་ནི་མི་སྡུག་གི་ཅིག་འཛམ་བུ་གླིང་གང་ཅོག་པ་ངན་ཡ་ཞིག་ཡོད་ས་མ་རེད་བསམ་ནས་ལྟད་མོ་གཏོང་ཤག་དོན་དངོས་ཐོག་དེ་འདྲ་མ་ར་རེད་མི་འདུག་ཅོག་པ་ཡག་པོ་ག་འདྲ་འདུག་འཛམ་གླིང་གི་སྐད་གྲགས་ཤོས་སང་ངན་ཡིན་ན་ཡང་སོ་སོ་གི་མི་རབས་བརྒྱུད་གསར་བ་དེ་ལ་སློབ་གསོ་སྤྲད་ཡ་དང་སོ་སོ་རང་མི་རིགས་མི་རིགས་དེ་ལ་ཀྲུང་གོ་མི་རིགས་དེ་ལ

དཀའ་ལས་ཁག་པོ་ཡོད་རེད་མགོ་རིལ་འདྲ་བོ་ཡིན་ན་རེད་ད་ཨ་ཕ་པ་ལ་སོགས་པ་ད་ཏིས་ད་ཡོད་རོ་གཞན་པ་མ་གཏོགས་ཡང་གཅིག་དཔེ་ཤོད་ན་རྒྱ་མི་དང་བོད་ཀྱི་བཙན་བྱོལ་ཨེ་འབྲེལ་བྱས་ཏེ་ད་རང་མི་རིགས་ལ་རོ་ཨེ་འབྲེལ་བྱས་ནས་སྡུག་རྩུབ་བཏང་ཡོད་རེད་ད་ཨེ་འབྲེལ་བྱས་ནས་བྱས་རེད་ད་དེ་ཨ་ནེ་མགོ་རིལ་དང་མཉམ་དུ་ཨ་ནེ་སྤུ་གི་བྱིས་པ་གི་ལྟད་མོ་ལྟ་ཡ་ཡོད་རྒྱུ་དེ་འདྲས་ཆུང་ཆུང་ནས་བཟོས་བཞག་ན་ར་ཨ་ནེ་སོ་སོ་ར་སྤུ་གུ་དེ་ལ་ར་ཆུང་ཆུང་ནས་མོས་ཀྱི་འདི་ཤི་ཡ་ཨེ་ཤི་ད། དེའི་ཀླད་པའི་ནང་ལ་ཡོད་མང་པོ་བླུག་གི་འདུག་བསམ་གྱི་འདུག་ང་ཡིན་ཙང་ང་ཟ་ཚར་ལོང་བྱུང་དེ་དག་རེད་ངས་འདི་ཤི་ངན་པ་ཅིག་བཟུང་བསྡད་ཡོད་རེད་ལོག་པ་བཟུང་བསྡད་ཡོད་རེད་དེ་ཁོང་ཚོ་གི་སློབ་གསོ་སྤྲད་སྟངས་ནི་རང་མེད་པ་འགྲོ་འདུག་གི་འདུག་རྐང་རྩེད་སྤོ་ལོ་རྩེད་ས་ལ་སྡོད་ལ་རྒྱ་མི་རྒྱལ་དར་སྦྱར་ནས་སྒྲུབ་མྱོང་ཡོད་རོགས་དེ་གར་ཤི་ན་ཁོང་ཚོ་སློབ་གསོ་སྤྲད་ཤག་རེད་ང་ཚོ་སྐད་ཁུ་ཤི་གི་མ་རེད་རྒྱ་མི་སློབ་གྲྭ་རྣམས་པོ་པོ་བོ་བོ་པོ་ཁ་ཤས་ཤོད་མ་ཐག་ཡོད་མ་རག་དེ་བཞིན་འགྲོ་བསྡད་ཙང་འོན་ཏེ་ཡིན་དུས་ང་རང་སུ་ད་མི་རིགས་ཀྱི་འདི་ཤི་ལ་ཡ་དེ་ཀླད་པའི་ནང་ལ་ཆུང་ཆུང་ནས་བླུག་པ་ཡ་ཧང་སང་གལ་ཆེན་པོ་རེད་རོགས་ད། ད་ལྟ་རྒན་མང་པོ་སུ་སོང་ཟེར་ན་ང་ཚོ་རྩམ་པ་ཟ་གི་ཡོད་རེད

དེ་ཡིན་ཙང་སོ་སོ་མ་ཟ་ནི་སུས་ཟ་དགོས། ཕོ་བ་ནག་གི་དབུས་ན་གཟུགས་བརྒྱབ་ནས་ཁ་ན་བླུགས་དགོས་ཡ་ཡོད་མ་རེད་རོ་ཡིན་ན་ཡང་བོད་པ་གིས་རྩམ་པ་དེ་གར་ཕྱིན་ནས་ཟ་གི་ཡོད་རེད། དེ་ལ་འདི་ཤི་ལེབ་ག་གེ་ཞོ་མོར་བསམ་ང་ཚོ་བོ་བོ་ཤེ་གུང་གི་ཡོད་རེད་རོ། བོ་ཤེ་གར་ཕྱིན་ནས་གུང་དགོས་རེད་ཨུ་ཚུགས་བརྒྱབ་ནས་བོ་ཤེ་གུང་དགོས་རེད། ཚ་བ་ཚིག་ན་ཡང་བོ་ཤེ་གུང་ག་ཡོད་མ་རེད་ནས་བོ་ཤེ་གར་ཕྱིན་ནས་གུང་དགོས་རེད། བོད་པ་ཡིན་པའི་འདི་ཞིག་སླེབས་པའི་ཐོག་ནས་བོད་ཞེན་ལ་དགའ་ཞེན་དང་བོད་ཞེན་ལ་གུང་གུང་བ་ཅིག་སླེབས་པ་ནང་ལ་སྤུ་གུ་ལ་ཡོད་ན་ར་འདི་ཞིག་ཅིག་བསྐྲུན་ཐུབ་ན། ཨ་འཁོར་རྒྱུ་མཚན་དང་ལྡན་པའི་སྒོ་ནས་ར་ཨུ་ཚུགས་རྒྱག་པ་ཞེ་དྲག་ཡོད་མ་རེད། དེ་འདི་ཁོ་རང་བཞིན་གྱི་དེ་འདྲ་ལས་ཡོད་བསམ་བོད་ཡིག་རང་དག་རང་རེད། ཁ་སང་དེ་ནས་གསུངས་སོང་ང་ཚོ་སྐད་ནག་དྲ་ལྡན་དེ་འདི་སྤུ་གུ་གཉིས་འདུག་ཁོ་ཚོ་ལ་ཡིག་དག་བོད་པ་ར་བོད་ཡིག་མ་ཤེས་ན་ངོ་ཚ་ལ་ཆུང་ཆུང་དག་སོ་དག་འོ་དེ་འདྲ་གི་སླེབས་པའི་ནང་ལ་ཕ་མ་ཡིན་ན་འདི་ཞིག་བླུག་གོ་དག་དེ་འདྲའི་ནང་བླུག་ཐུབ་ན་ར། ཀོ། ད་སྤུ་གུ་ཚང་མ་བོད་ཡིག་གཙོ་དང་ལྡན་པ་ངེས་བ་ཡོད་མ་རེད། ཡིན་ན་བོད་ཡིག་བོད་གིས་ཤེས་དགོས་དོན་ང་ཚོ་ཚང་མ་གི་ཤེས་བཅུག་ཡོད་དེ་ང་ཚོ་ཕ་མ་གི་ལས་འགན་རེད་ར། ང་རང་ནི་ཚད་དང་ལྡན་པ་མེད། དངོས་གནས་མེད་ད་ཁྱེད་ཤུག་ང་རང་བཙོང་གི་ད་ད་ཚད་དང་ལྡན་པ་མེད། ཡིན་ན་ཡང་ར་ཕ་མ་ཡིན་ཟིན་ཆད་ལ་བོད་ཡིག་བོད་གིས་ཤེས་བཅུག་དགོས་ར་ད་དེ། ཁོ་རང་རྗེས་མ་ཁ་ལག་ཟ་བྱེད་ཀྱི་ཐབས་ལམ་གང་ག་ནས་འགྲོ་གི་ཡོད་ན་དེ་སྤུ་གུ་སོ་སོ་གི་རྩ་རེད་རིག་པའི་རྩར། ཁ་ཤས་ཞབས་བྲོ་ག་ནས་འགྲོ་སྲིད་ཀྱི་རེད་ཁ་ཤས་ལུས་རྩལ་ག་ནས་འགྲོ་སྲིད་ཀྱི་རེད། ཁ་ཤས་ཡང་སྐད་ཡིག་གཞན་པ་ག་ནས་འགྲོ་སྲིད་ཀྱི་རེད་ཁ་ཤས་བོད་ཡིག་རང་བྱས་རང་ག་ནས་འགྲོ་སྲིད་ཀྱི་རེད་དེ་ཁོ་རང་སོ་སོ་རིག་པ་གི་རྩར་དང་ཁོང་སོ་སོ་མོ་པ་རེད་བ། ཡིན་ན་ཡང་འགན་འཁྲི་གཅིག་དང་ག་རེད་ང་བོད་པ་རེད་ངས་སྐད་ཡིག་ཤེས་དགོས་གི་རེད། རོ། ཁྱོད་བོད་ཡིག་ཀློག་དུས་ཀློག་ཆོག་ཆོག་བྲིས་དུས་བྲིས་ཆོག་ཆོག་ད་དེ་ཡིན་གཅིག་མིན་གཅིག་བཟོ་དགོས་རེད་བསམ་གི་འདུག། གཞན་འདྲ། བོད་ཕྲུག་ཚང་མ་བོད་ཡིག་རྩེད་ཐང་འདེམས་པ་བཟོ་གཏོང་གི་ཡིན། ང་ཚོ་དེ་རིང་ཉི་མ་བརྒྱ་དེ་འཚོགས་ནས་ལབ་ན་བཟོ་ཐུབ་ཀྱི་མ་རེད། སུ་བཟོ་ཐུབ་ཕོད། སྟོབས་ཞན་རྒྱལ་ཁབ་ཀྱི་དབྱིན་ཇི་དར་ལ་སོགས་པ་གིས་ཚང་སོ་སོ་མི་རིགས་ཚང་མ་སོ་སོ་སྐད་ཡིག་བྱང་ཆུབ་པོ་བཟོ་ཐུབ་ཡོད་རེད་ཐུབ་ཀྱི་མ་རེད། གཅིག་པ་རེད། དེ་འདུས་སྐབས་སུ་ཨ་ནེ་ང་ཚོ་འདི་གཞིས་ལ་ཡོད་ས་དང་དེ་ངས་ཧང་སང་གལ་ཆེན་པོ་མཐོང་གི་ཡོད་རེད། ཨ་ནེ་གཅིག་འདི་འདི་གཞིས་ཀྲུང་དབྱང་དེའང་སོ་སོ་དང་པོ་རྒྱུ་མཚན་དང་ལྡན་པའི་སྒོ་ནས། ཨ་ནེ་ནང་གི་སློབ་གསོ་ད་ང་གཙོ་བོར་ད་ང་ད་ཕ་མ་མེད་ར་ཧེ་ན་ཡང་ཨ་སོ་སོ་ནམ་རྒྱུན་ནས་ད་ང་ཚོ་དཔེ་ཤེ་ན་ང་ཚོ་ཡང་བོད་ཡིག་ལག་གི་ད་ནང་གི་བོད་ཡིག་གཞུང་ལ་ངའི་ཨ་མ་གི་གུང་སང་ཡར་འབྲོག་པ་ལ་འགྲོ་ར་རྟག་པར་ཡི་སྦྱོང་ཚན་བྲིས་སྦྱོང་ཚན་བྲིས་ལགས་ང་བྲིས་ཙ་ནེ་ལ་ན་བྲིས་བྲིས་བྲིས་ལགས་གོ་སློབ་གྲྭ་མ་འགྲོ་དུས་དེ་ཐོ་བ་གོ་ན་སྦྱོང་ཤོག་ལ་སྦྱང་དེབ་བཞི་ལྔ་ཚིག་བྲིས་ཤག་གོ་བྲིས་བྲིས་བྲིས་ལབ་ལབ་ཨ་ཡི་གེ་བཅས་ཤིག་མ་ར། ན་ངའི་སྤུན་ཆང་འོ་མ་ཆུང་ཆུང་ཞིག་རང་ངའི་ཕར་ལོག་གར་རོ། ད་ཁོ་ལ་བོད་ཡིག་སྦྱང་མ་རེད་ངའི་ཨ་མའི་གི་བོད་ཡིག་ལ། ཀྱུ། བོད་ཡིག་སྦྱང་དགོས་ཁ་བྱིན་རླབས་ཡོད་རེད་ལབ་ཤག་ད་བྱིན་རླབས་ལབ་ན་ང་ཚོ་ཕ་ཡུལ་ལ་ཀླད་པའི་ནང་ལ་བྱིན་རླབས་ད་རྩ་ཆེན་པོ་ཞུ་ར། ཀྱུ་བོད་ཡིག་སྦྱོང་ད་བྱིན་རླབས་ཡོད་རེད་ལབ་རེད། བོད་ཡིག་ད་འདི་ར་ཁོ་རང་འབྲི་གཡོག་ལྟས་སུ་ཐོ་རྒྱག་ཤེས་ཡ་དང་ཡི་གེ། གེ་སར་སྒྲུང་དེབ་ཀློག་ཤེས་ཡ་དེ་ཨ་མ་གི་བཟོས་རྒྱུར། ག་ཤར་ན་ཀྱུ་བོད་ཡིག་སྦྱོང་ད་བྱིན་རླབས་ཡོད་རེད་ལབས། ཁོ་དེ་རིང་ཚིགས་བཅད་གཅིག་གང་རྫི་བོ་ལ་བཏང་ཤག་རེད་དགོངས་དང་ཡར་ལེན་ང་སྙིང་ཨ་མ་ང་ཚོ་གསུམ་པོ་མ་ད་ཡོད་མ་རེད་ཁ་ལག་ས་ཁོ་རྒྱུགས་རྒྱུགས་ལེན་གི་རེད། ཚང་ཚང་མ་ཁོང་ཁྲོ་ལ་ང་སྒྲུང་བཤད་ན། ང་ཨ་མའི་འཁྲིས་ལ་སླེབས་དུས་ཀློག་ཤེས་མི་རུང་ང་རང་ཚ་བོ་རྫི་བོ་ཚོ་དེ་དུས་ཀློག་ཤེས་འདུག་ཟེར་ཁོ་རྫི་མ་ཀློག་དེ་ཡོད་ས་ར། དེ་ཡིན་དུས་ག་ས་ར། ང་རང་སོགས་ཐབས་ཤེས་སྣ་ཚོགས་ད་ངའི་ཨ་མས་ཐབས་ཤེས་གཞན་པ་མཁས་པོ་ཤེས་ཀྱི་མ་རེད་ད། ད། བྱིན་རླབས་ལ་བལྟ་ཞིམ་པོ་ཞུ་རོགས་ཨ་དེ་ཡིན་དུས་ཁྱོད་བོད་ཡིག་སྦྱོང་དང་བྱིན་རླབས་ཡོད་རེད་ལབ་དུས་ཁོ་དེ་རང་བཞིན་སྦྱངས་འགྲོ་གི་འདུག་ཁོ་རང། དེ་ཡིན་དུས་གབ་ས་ང་ཚོས་ད་ཅིག་ཐབས་ཤེས་དང་འདྲི་གཞི་ལ་ད་འོ་དེ་དཔེ་རྩ་ཆེན་པོ་མཐོང་གི་འདུག་ར་གཞན་ང་ཚོ་རྒྱུག་པ་ཞིག་ཁྱེར་ནས་ད་ཉི་མ་རྟག་པ་ཁྱོད་བོད་ཡིག་སྦྱང་དགོས་རེད་དང་རྒྱུ་མཚན་གང་བྱས་ཀ་མ་ཤེས་བཞག་བཞག་ནའང་པུ་གུ་སྦྱང་གི་མ་རེད་ར་དེ་ཡིན་དུས་གོ་ས་ང་ཅིག་པ་རེད་པུ་ཤ་སློབ་གྲྭ་སློབ་ཆུང་གླེང་དགོས་སུ་རྒྱ་མི་སློབ་གྲྭ་གླེང་འོང་ར་བ་དེ་གླེང་འོང་དུས་གབ་སིར་ཨ་ནི་དྲང་པོ་བཤད་ན་འདི་ཤེས་ཤེས་ར་གླེང་གི་མི་འདུག་ཀླད་པའི་ནང་ལ་རླུང་ཁེངས་སུ་ཁྱེར་ཡོང་མ་ར། ཀླད་པའི་ནང་ལུག་རྫི་ཚང་མ་རྒྱ་མི་མི་རྒྱ་མི་རིགས་ཀྱི་ཁོ་རང་གི་ཡག་རང་ཡག་ཚིག་གི་འདི་ཤེས་རྐྱང་རྐྱང་གླེང་ཡོང་ར་དེ་མཐོ་སློབ་འགྲོ་ཆ་ཚང་སྤྱི་ཚོགས་ནང་སླེབས་རོགས་པར་དེ་ཁེག་པོ་ཞིག་གླེང་གི་མི་འདུག་གཅིག་པ་རེད། དེ་བཞི་རེད་ཨ་ནི་ང་ཚོ་འདི་ཤེས་དེ་དཔེ་གལ་ཆེན་པོ་མཐོང་གི་འདུག་ར། ཨ་ནི་དེ་ལ།

རེད་བ། ཁྱེད་ཀྱིས་ད་འགྲིག་ཤག་བསམ་ཡོད་ཅིག་རེད་བ། ཨ་ནི་ཞེ་ཟད་ཅི་སྐད་ན་འཛུམ་མདངས་ཡིས་མར་མེ་སློང་གི་བསྡད་ན་འཛུམ་མདངས་ཡིས་རེད་བ་སྐད་ཡིག་ཉམས་གི་ཡོད་ན་འཛུམ་མདངས་ཡིས་འཕེར་གི་ཡོད་ན་དགའ་སྤྲོ་ཡོད་མ་རེད་ཉམས་གི་ཡོད་ན་སྡུག་སྣང་ཡོད་མ་རེད་ར། ཨ་ཚང་མ། བཀྲ་ཤིས་བདེ་ལེགས་ཁྲོ་ཆ་ཞིག་འཁྲབ། ཨ་ནི། ཅིག། སོ་སོ་གི་འཚོ་བ་འགྲོ་འགྲོ་འགྲིག་ས་ཞིག་བྱས་ན་འགྲིག་ས་རེད། ཨ་ནི། དེ་མེད་ན་སོ་ཐབས་ཤེས་འདྲ་ཞིག་བཏང་ཕྱི་རྒྱལ་འདྲ་ཞིག་བྲོས་བྱས་གྲ་སྒྲིག་བྱས་རེད་བ། ཨ་ནི་དེ་འདྲ་ཞིག་བསྡད་དེ་ན་ལ་གོ་ད། ཨ་ནི། ང་ཚོ་གི་མི་རིགས་དེའི་ངོ་བོ་བརླག་འགྲོ་ཡ་ད། ད་ལྟ་རང་རེད་ད་ལྟ་གང་ས་མན་ཇུ་མི་རིགས་སྐད་ཆ་བཤད་ཚང་ད་མན་ཇུ་མི་རིགས་ཚད་ཀྱི་མ་རེད་བོད་ནང་ལོགས་ལ་བོད་ནང་ས་ད་རྒྱ་མི་ནང་ལོགས་མི་རིགས་ལྔ་བཅུ་ཉེར་དྲུག་ཡོད་རེད་བ་ཉམས་ཐག་རྒྱོ་ག་ཚོད་ཡོད་རེད་ཁ་ཤས་མན་ཇུ་ག་ཡི་གེ་སྐོར་ཡོད་མ་རེད་ཤིང་ཅང་དེ་ཚོ་ཡོད་མ་རེད་མན་ཇུ་མི་རིགས་གཅིག་པོ་མ་རེད་དེ་འདུས་སྐབས་སུ་ཨ་ནི་ང་ཚོ་ད་ལྟ་ནི་རོ་ང་ཚོ་སྒོར་སྒོར་བཞིན་ཚོགས་ནི་ཚོགས་ཏེ་ང་ཚོ་ཁ་བདེ་བོ་དཔེ་མང་པོ་བཤད་ཀྱི་ཡོད་རྔན་མ་ཡང་ང་ཚོ་ཕྲུག་སློབ་མ་ཚོགས་ཆེན་འགྲོ་དུས་ཡིན་མང་པོ་བཤད་ཚར་ཁ་བདེ་བོ་ར་མ་འགྲོ་ས་ནི་བྱེད་ཀྱི་མ་ད་ད་དཔེ་ཆ་ད་ད་ད་མང་ཆ་ང་མ་གཏོགས་ད་ཚང་མ་ཡོད་པའི་སློབ་སྦྱོང་ཡག་པོ་རྐྱང་རྐྱང་རེ་བྱས་ན། ཟིན་བྲིས་རྒྱག་ཚང་མ་བོད་ཡིག་གང་རྐྱང་རེད། ངས་མ་ཡོང་མ་རེད། ཟིན་བྲིས་རྒྱག་ཚང་མ་དབྱིན་ཇིའི་གང་རེད། ཁྱེད་རང་ད་ང་ཚོ་བོད་ཡིག་གཅིག་གཅིག་བྱེད་དགོས་རེད་གཉིས་གཉིས་བྱེད་དགོས་རེད་ལར་ད། ཟིན་བྲིས་ཚང་མ་དབྱིན་ཇིའི་གང་རེད་རྒྱ་དེ་དེ་གོ་རེད། ར། དེ་འདི་སྐབས་སུ་ར་དེ་དེ་མ་ཡིན་པ་ང་ཚོ་ཤེས་ད། མདུན་ལ་ར་ཆུ་བཞག་རྒྱབ་ནས་བི་དྲོ་ད་གཉེན་ལེན་མཁན་ཤེས། རྐུབ་བཀྱག་ཡག་པོ་ཞིག་ག་བཞག་ཡོད་ད་ང་ཚོ་ཚང་མ་ཤེས་ཐུབ་གོ་རེད། ཅིག་བྱེད་དགོས་ལ་དེ་གི་རེད་ན་ང་ཚོ་ལག་བསྟར་ག་ཟེ་ཟིག་བྱེད་ཐུབ་གི་ཡོད་སོ་སོ་རང་ཉིད་ཡིན་ན་དེ་རིང་ཡོད་ར་ཡ། ང་ཡང་དཔེ་བསམ་ཚོར་སྣང་ང་ཚོར་སྣང་ཁ་བཏུག་བཤད་མཁན་དེ་རིང་ར། ད་ནང་ང་ཚོ་ཚང་མ་ར་ཡ། འདི་ལ་བོད་པ་རྐྱང་རྐྱང་འཛོམས་རེད་ད་མང་ཞིག་མ་གཏོགས་བོད་པ་རྐྱང་རྐྱང་འཛོམས་བོད་ཀྱི་རིག་གཞུང་སྐོར་བཤད་གི་དེ་ཡོད་རེད་དེ་གི་བོད་བཤད་དྲན་གི་མིན་ད། དྲང་པོ་བཤད་ན་ག་ཟེ་འདུག་བོད་མོ་ད་ནམ་རྒྱུན་ལས་ཁུངས་ཞིག་འགྲོ་ན་ད་རང་རེད། ངས་དངོས་གནས་ཁ་བཏུག་བཤད་ཡིན་ར། ལས་ཁུངས་ཞིག་འགྲོ་ན་བོད་མོ་དུ་སུ་གོང་དགོས་རེད་ད་བོད་དུ་སུ་གར་ཞིང་གོང་དགོས་མ་རེད།

ཆེས་ལ་ལྟ་ན་པའི། བོད་པ་རྐྱང་རྐྱང་འཛོམས་ཏེ་འདུག་ཨ་འདི་ཚོ་འཇིགས་འགྲིག་འདུག་ཁ་སང་ད་ད་སོ་ཁ་ལབ་འདྲ་འདི་ལག་རྩེད་སྤོ་ལོ་འགྲན་ཟླ་སྒང་ལ་ཁོ་ཚོ་སྤོ་ལོ་ཤོར་རེད་འདི་དུང་སང་རི་ཁ་ག་ས་འདུག་རྒྱབ་ལོག་ལ་འདི་བཙན་བྱོལ་བ་གི་འདི་གོ་ལོག་རྒྱབ་ལོག་ལ་བོད་ཡིག་བྲོས་བོ་ཞེས་སྐོང་མཁན་སུ་འདུག་སོ་ཁ་ལོ་བྲོས་བོ་མ་ཐོ་མི་འདུག། ཚང་མ་ཐུང་དང་རང་བཟོ་ར། ཡང་ང་ཚོ་དང་ཚང་མ་ཡིན་དེའོ་ད་ཤེས་ཤིག་ར་ད་ཡིན་ན་ཡང། སོ་སོ་ངོ་ནས་རང་མར་དོགས་ནས་བཤད་དུས་སྐབས་ས་ཅིག་བྱེད་དུས་སྐབས་ས་ཀ་ལ་ཁག་པ་སོ་སོ་རང་ཉིད། དཔེ་ཤེ་ན་དེ་ཁོར་ཡུག་སྲུང་སྐྱོབ་ཡོད་མང་པོ་ལབ་ཀྱི་ཡོད་ར། ནང་གི་སྐད་གཉིས་སྒོ་འགྲམ་གཡུག་ན་ད་ཡ་མེད་རེད། སོ་སོ་དེ་ལ་མ་གཡུག་ན་ར་དེ་ཁོར་ཡུག་དེ་གཙང་མ་བཟོ་ཚར་རེད་མི་རེ་རེ་ངོ་ནས་ཡིན། དོན་དུ་སོ་སོ་རང་ཉིད་ཀྱིས་ཅིག་བྱེད་ཐུབ་ན་ར། བྱེད་ཐུབ་དེ་ན་ཨ་ནི་མི་གཞན་པ་ཡང་ལ་ཁ་དེ་ཡོད་རེད་སོ་སོ་མི་གཅིག་གིས་ཡང་བྱེད་ཐུབ་ད་མི་གཅིག་གིས་ཡང་འགན་འཁུར་དོད་ར་ང་ཚོ་བོད་པ་རེ་རེ་རེ་རེ་འགན་ཡིན་ར། འོ་དེ་ད་ལྟ་འདུ་འཛོམས་རིགས་ལ་གདོང་བའི་སེམས་པ་དབུ་ལ་ཡོད་དེ་འདུ་འཛོམས་དེ་ད་ལྟ་དེ་སྒང་ཅིག་འགྲོ་ས་ཚིག་གཅིག་འདུ་འཛོམས་ལ་ཡོད་དེ་ང་ཚོ་ད་གཟ་བོད་པ་རུག་རུག་བྱས་ནས་ཅིག། བྲོ་འཁྲབ། ཨ་ནི། ད་ལྟ། ཞེས་བཏང། ཨ་ནི་ང་ཚོ། འདི་ཙམ་འགྲོ། དེ་སྤྲོ་སྐྱིད་འགྲོ་འགྲོ་གི་ད་དེ་ལབ་གི་མེད་ར། ང་ཚོ་རིག་གཞུང་གི་སྐད་ཆ་བཤད་ནས་ཚོགས་འདུ། དེ་ཚོགས་འདུའི་སྐབས་སུ་མང་ཆེ་བ་ཕྱིར་འཐེན་བྱེད་ཀྱི་རེད། ང་ཧམ་པ་སྤོས་ཡོད་ར། ག་ཤེད་ང་རྣམས་རྟགས་གསལ་མང་པོ་བཏང་ཡ་གོ་མི་ཤེས་ཡོད་ར་དེ་ཡིན་ཟེར། དེ་ནས་བཤད་ན་ང། འགྲོ་གི་ཡོད་ལབ་གི་ཡོད་འགྲོ་གི་ཡིན་ལབ་གི། ངས་བཤད་ཤེས་ཀྱི་མེད་དེ་ང་འགྲོ་གི་ཡིན་ལབ་ང་འགན་འཁྲི་ཡོད་ལ། དོན་དུ་ང་ཚོ་དེ་གམ་དེ་འཛོམས་དེ་འདྲ་གི་རིགས་ལ་ཡང་དགའ་ཞེན་བྱས་ནས་གཞོན་སྐྱེས་མང་པོ་བཏང་ཡ་ལ་སོགས་པ་ཨ་ནི་ཅིག་ཚོར་སྣང་སྐྲུན་དགོས་རེད་ངས་མ་མཐོ་སློབ་མ་ཚོགས་ཆེན་སྐབས་སུ་དཔེ་ཀྱི་བཅར་འདྲི་སྐབས་མཐོ་སློབ་པུ་གུ་ཞིག་གིས་ཤི་མ་བསྟན་རྩིས་པུ་གུ་ཀླད་ཟ། ཀླད་ཟ། ཀླད་དོད་སྐབས་སུ་ཁོ་ཤེས་ཤེས་ཀྱི་མ་ཡ། ཁོ་ཡར་ལངས་ནས་ཁ་ལགས་སོ། ང་ད་ཅི་ག་ཤེས་ཤེས་ཀྱི་མ་འདུག་ང་གཅིག་པུ་བོད་ཡིག་མི་ཤེས་མཁན་རེད་བཞག་ངས་ཡག་པོ་ཅིག་སྦྱང་གིན་ཡིན་ལ་ནི་ཁོ་ཚེ་བ་ཆེན་པོ་ཀླད་ཟ། མཐོ་སློབ་མའི་ཚོགས་ཆེན་ཚོགས་དུས་སྐབས། ཝཱ་ར་ན་སཱི་དང་སཱ་ར་ད་ད་དགོན་དང་ཁག་གླེང་བ་དེ་ཚོ་ཅིག་བོད་ཡིག་ཕོག་གི་ཤི་ཡོད་རུང་རྒྱ་གར་མཐོ་སློབ་ཁག་སྒྲུབ་མཁན་དེ་ཚོ་སྤུ་གུ་ཚོས་སྐད་ཤེས་ཐུབ་གི་མེད་ཨ། དེ་ནང་ལས་བོད་ནས་ཡོང་མགྱོགས་དང་དེ་ཚོ་བོད་ཡིག་སྦྱང་མགྱོགས་སྙོན་མཁན་དེ་ཚོ་སྣེ་ཁྲིད་ནས་སླེ་ཡོང་གི་ཡོད། ཡོད་དེ་ཁོ་ཚོ་ཁོ་ཚོ་ག་ཚད་ཚིམ་ཚོར་ལས་གི་ཡོད། དེ་བཞིན་དེ་ནི་ད་ལྟ་མི་རིགས་གང་ཡིན་པ་ངོ་གདོང་གཅིག་ཏུ་ལྟ་ཆོག་ད་ངོ་གདོང་གི་ད་ལྟ་མི་རིགས་ཀྱི་ཚོང་གཞི་ལ་ཡི་གེ་གཉིས་པ་ལས་སོ་ཨ། དེ་དེ་ཡང་མི་རིགས་གང་ཡིན་པ་ཨ་ནི་ཚོང་གཞི་གསུམ་ཡོད་ར་གཅིག་གདོང་པ་གང་ནས་ཚོང་ཐེབས་དགོས་རེད་གཅིག་ཕྱི་སྒོ་གང་ནས་ཚོང་ཐེབས་དགོས། གཅིག་རིག་གཞུང་གང་ནས་མཚུངས་ཐུབ་ཀྱི་རེད། ད་མི་རིགས་གང་ཡིན་གདོང་རིས་ཀྱི་སྒོ་ནས་མཚུངས་ཐུབ་པ་ལ་ད་མི་རིགས་གང་ཡིན་མཚུངས་གཞི་ལ་གདོང་རིས་གཅིག་ཨ་ནི་གདོང་པའི་སྒོ་ནས་མཚུངས་ཐུབ་ཀྱི་རེད། གཅིག་རིག་གཞུང་གང་ནས་མཚུངས་ཐུབ་ཀྱི་རེད། གཅིག་ཆོས་གོས་གང་ནས་མཚུངས་ཐུབ་ཀྱི་རེད། གཅིག་སྐད་ཡིག་གང་ནས་མཚུངས་ཐུབ་ཀྱི་རེད། དེ་ལ་ར་མི་རིགས་གང་ཡིན་པ་ངོ་གདོང་གང་ཡིན་མཚུངས་ཐུབ་ད་ལ་དེ་ག་སི་ཨ་ནི་བོད་པ་ཀྱི་གདོང་པ་དེ་ལ་ད་ག་རེ་ངེས་ད་གདོང་པའི་མདོག་ལ་བཟོ་ལྟ་ཁོ་ན་ཡིན་གདོང་དམར་བོད་པ་ཡིན་པ་མི་མཚུངས་ཡང་གདོང་ངའི་ངར་ཤུགས་ཇི་བཞིན་དགྲ་བོའི་ཚོགས་ཇི་བཞིན་ཇི་བཞིན་དགྲ་བོའི་དགྲ་བོའི་ཚོགས། ཨ་ནི། སྡུག་བསྔལ་ངར་ཤུགས་ཞི་ཞིང་དགྲ་བོའི་ཚོགས་གདུང་དུག་ལྡན་པདྨ་བའི་སྤོབས་པ་དགོས་གོ་ལ་ཡི་དེ་རེད་ད་ང་ཚོ་བོད་པ་ལ་དཔེ་ཆེན་པོ་སྲུང་རོགས་བོད་པ་ལ་ཡི་དེ་ག་ལེ་ལ་བརྩོན་ཞིང་དཔའ་ངར་ཆེ་བའི་མི་ལ་བོད་རིགས་ལ་བཤད་ཡོད་ང་ཚོ་ག་དེ་ནང་མགོ་བོ་སྒུར་བསྡད་དེ་ན་ར་ཡ་ཨ་ནི། ང་འདྲ་ཡི་ན་ར་དེ་ཡག་ཞིག་མཐོང་གི་མེད་ར་ཤི་ད་ང་རང་ཧམ་པ་དེ་ས་ཡོད་དེ་ཡི་ན་ཆོག་གི་རེད་ར་ག་དེ་ཡི་ན། འདི་ག་སུ་ར་ཨ་ནེ་བོད་པ་ལ་ཡོད་དེ་གདོང་པ་གི་གདངས་དབྱིབས་ཅིག་ཡོད་ར་བ་དེ་སྒང་ནས་ཡང་མི་རིགས་ཀྱི་མཚུངས་ཡོད་ར་ད་ང་ཚོ་དེང་སང་ཡང་ཅིག་མི་རིགས་འདྲེས་མ་ཆགས་སོང་ན་ཡང་བོད་པ་གི་དེ་གི་ཡང་གདོང་པ་གི་མདོག་དང་སོ་སོ་མི་རིགས་ཀྱི་ཐུན་མོང་མ་ཡིན་གྱི་ཁྱད་ཆོས་ཅིག་ཡོད་ར་བ་དེ་བརླག་འགྲོ་ཡ་འདྲ་ཅིག་བྱུང་གི་འདུག་བ་དེ་ལ་བརྟེན་ནས་ཡང་ང་ཚོ་མི་རིགས་འདྲེས་མ་ཆགས་སོང་ན་ཡང་བོད་པ་གི་ཅིག་རིག་གཞུང་བརླག་འགྲོ་ཡ་དེ་འདྲ་ཡོད་རེད་བསམ་གྱི་འདུག་ངས་དཔེ་ཆ་ན་བོད་པ་གི་མཚུངས་ཆེད་བརླག་འགྲོ་ཡ་དེ་འདྲ་ད་ང་ཚོ་ཡང་དཔེ་ཆ་ན་སྡུག་བསྔལ་ངར་ཤུགས་ཇི་བཞིན་དགྲ་བོ་ཚོགས་ལ་བསྡུས། ད་ང་ཚོ་གཉེན་ཡིན་ན་གཉེན་ངོ་བཞིན། དགྲ་ཡིན་ན་དགྲ་ངོ་བཞིན་པའི་སྒོ་ནས་རོལ་བ། དགྲ་ཡིན་ན་དགྲ་ངོ་བཞིན་གཉེན་ཡིན་ན་གཉེན་ངོ་བཞིན་པའི་སྒོ་ནས་སོ་སོ་རང་ཉིད་ཀྱི་མི་རིགས་ལ། མི་རིགས་ཀྱི་ད་རིག་གཞུང་ཞིག་ཡོད་རེད་དེ་ལ་སྲུང་སྐྱོབ་བྱེད་ཤེས་པ་ཞིག་དགོས་རེད་བསམ་གྱི་འདུག་རེད་བ། དེ་མ་ཡིན་ན་ཨ་ནེ། བྱེ་མ་ཀ་ར་སྤྲད་ན་མངར་མོ་ཡིན་པའི་བཟོ་འདྲ་ཞིག་རེད་བ། ཨ་ནེ་ཅིག་ཁག་ཐེག་སྤྲད་ན་མངར་མོ་ཡིན་པའི་བཟོ་བདག་མངར་མོ་ག་རེ་སྤྲད་དགོས་སྐྱུར་མོ་ག་རེ་སྤྲད་དགོས་ཞེ་དྲག་ཧ་མ་གོ་བ།

བདེན་པར་སྨྲ་བ། ཨ་ནི་སོ་སོ་གདུང་དང་བསྟུན་སྐད་ཆ་བཤད་སྔར་དགོན་པར་འཛིན་དགོས་མ་རེད་ལ་སོ་སོ་རང་གིས་མི་རིགས་ཀྱི་སྐད་ཆ་ཅིག་ཡོད་རེད་བ་དེ་ག་ཚོད་ཡིན་ན་མི་རིགས་གཞན་པ་ལ་བཤད་ཐུབ་ན་ག་ཚོད་ཡིན་ན་ཨ་ནི་ང་རང་ཚོ་གི་མི་རིགས་ཀྱི་གར་སོང་ང་རང་ཚོ་གི་ད་ལྟ་བོད་པ་གི་གནས་སྟངས་ཅིག་ཡོད་རེད་བ་འོ་དེ་ག་དུས་ན་དར་འཕེལ་འགྲོ་དགོས་བསམ་འདུག་གཞན་ཡང་ད་ལྟ་བིང་ལོར་གསུངས་པ་བསམ་གྱི་ཧ་གོ་མི་འདུག་ཨ་ཞེ་དྲག་བོད་པ་ལབ་དུས་ག་ཚོད་དྲང་པོ་ཞུ་ནང་ལོག་རྒྱ་གར་ནང་ལོག་ལ་ཧ་གོ་མཁན་ཡོད་གོང་གོང་ཡིན་པ། ད་མི་རིགས་གང་ཡིན་ཆོས་གོས་ཀྱིས་མཚུངས་ཐུབ་པ་ལ་ཡས་ཏི་ཡིན་ད་ར་ཨ་ནི་འདི་འོག་ཏུ་དེ་སྐད་ཆེན་པོ་བསྒྲགས་ཤིང་ད་འདི་མི་རིགས་གང་ཡིན་ཆོས་གོས་ཀྱིས་མཚུངས་ཐུབ་པ་ལ་ཡས་ཏི་ཨ་ནི་གོས་ཞེན་རྒྱ་སེ་རིགས་ལ་མཐོང་ཞེན་ཚུ་གོས་ཀྱི་མཐུ་ནས་ཐོག་མོ་ས་ལ་བྲུས་གོས་ལོག་དཔག་ཙམ་གཡར་དགོས་མོས་པར་བྱུང་ར་གོས་ཀྱི་སྟེང་ནས་བོས་པ་ཡིན་པར་མཚུངས་ལ་ད་འདི་ང་སོ་ངེ་མ་འབྲོག་པ་གི་ཕྱི་ག་ར། ད་དུས་འབྲོག་པ་ཤ་ཚ་དཔེར་བཤད་ན་ང་ཚོ་གོས་ཞེན་རྒྱ་སེར་ལ་དགའ་བོ་ཡོད་གོས་ཞེན་རྒྱ་སེར་བོད་པ་ལ་དེ་གོས་ཞེན་རྒྱ་སེར་ལ་དགའ་བོ་ཞེས་གོས་ཀྱི་ཐལ་མོ་ཐོག་མོ་ས་ལ་བཀྲུས་ལ་དེ་ཚོ་ཧ་གོ་རོགས་དེ་མིན་གྱི་ཡང་ཅིག་སོ་སོ་ཕྱི་གོས་གང་ནས་ད་ནངས་ང་ཚོ་འཛོམས་དེ་དུས་སྐབས་སུ་མི་བལྟས་ན་ག་རེ་བྱེད་གི་ཡོད་མ་ཤེས་པ་པར་ཅིག་མཐོང་ན་ཡང་ཨ་བོད་པ་འཛོམས་ཤག་བསམ་ཡག་གི་ཡང་མི་གཞན་པ་གི་མཐོང་གི་ར་འོ་དེ་བྱས་ན་ཡང་ང་ཚོ་ངའི་ཕྱི་གོས་གང་ནས་དཔེ་གལ་ཞིབ་མོ་མཐོང་ད་ནངས་ང་ཚོ་ལྷག་དཀར་གོས་ཞེན་ཁྲ་ཡག་དེ་ཡང་ཅིག་ཡག་པོ་ཅིག་དེ་མཐོང་གི་འདུག།

སློང་ཐ་ཚུགས་དགོས། ཡང་ན་བོད་པ་རེད་ཡང་ན་བོད་མི་རིགས་ཀྱི་རིག་གཞུང་དར་སྲོལ་གྱི་ཡུལ་གཅིག་རེད་ཧི་མ་ལའི་རི་རྒྱུད་ཡོ་རོ་ཨ་ཡང་དེ་བཞིན་རེད། ད་ཁ་ནས་ཨ་ནི་ཁ་བཏགས་དང་ལག་ལ་ཁ་བཏགས་འཁྱིལ་བ་དང་ཁ་ནས་མ་ཎི་དང་མ་ཁྲི་ལ་སོགས་པ་རྡོ་ལ་བརྐོས་ནས་འབུམ་བྱས་ཟ་དང་དེ་ཚོ་ཚང་མ་ང་ཚོ་བོད་རིགས་བོད་པ་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད། ཁ་ནས་འབྲོག་གླུ་སྙན་ཞིང་འཐེན་པ་སོགས་ཁ་ནས་ང་ཚོ་བོད་པ་འདྲ་ཡིན་ན། འབྲོག་གླུ་དང་གཏམ་ལ་སོགས་པ་ལས་འགན་གྱི་ཨ་ནི་མི་རིགས་ཆགས་དེ་ཡོ་རོ་ཨ་དེ་ནི་རིག་གཞུང་དེ་ཚོ་བོད་རིགས་ཡིན་པ་ད་དེ་ཚོ་གི་ཆ་ནས་ཡང་ང་ཚོ་བོད་རིགས་ཡིན་པ་མཚུངས་འགྲོ་བ་དེ་ཚོ་ད་མི་རིགས་མཚུངས་རྗེས་རེད་བ། ད་མི་རིགས་གང་ཡིན་སྐད་ཡིག་གི་མཚུངས་ཐོབ་པ་ལ་དེ་རེད་ཨ་ནེ་བོད་དང། སྐད་དང་ཡི་གེ་བོད་མི་བླ་སྲོག་ཞེས་སྐད་གསང་དམ་པོར་སྒྲོག་པ་ཁོ་ན་དེ་སྐད་ཡིག་སྲུང་སྐྱོབ་ཕྱོགས་ལ་མུས་མེད་པས་སྐད་རིགས་རང་གི་གཞུང་གི་མ་འོངས་འགན་ཡིན་ལ་ད་དེ་བས་ཁེ་ཞིམ་པོ་མཐོང་གི་རོགས་ད་དེ་གང་ནས་སྐད་ཆ་བཤད་དུས་སྐབས་སམ་ང་ཚོ་ད་ས་ཁར་ཚང་ནས་སྐད་ཆ་ད་ང་རང་སྐད་ཆ་བཤད་ཡག་ད་ག་རེད་བ་བརྗོད་གཞི་ཡང་ད་ག་རེད་ར་དེ་ཡིན་ན་ག་ས་ནམ་རྒྱུན་ག་རེ་ན་ད་སྐད་ཡིག་སྐད་ཡིག་སྐད་ཡིག་ལ་ནས་སྐད་ཆ་བཤད་ཡོད་ད་ཁ་ཤས་ཀྱི་སྐད་ཡིག་སྦྱང་དགོས་རེད་ལ་ད་ང་ཚོ་སྐད་ཡིག་དེ་ཏོག་གི་ཚུལ་དུ་གཅིག་པོ་སྦྱང་ཡས་ཡོད་མ་རེད་ལ་ང་ལ་འདི་པའི་ཁ་དོག་འཐུང་གི་ཡོད་རེད། མི་ལ་དེ་གྲོགས་པོར་འཚོ་ནས་བལྟས་དེ་ཡོད་རེད། དངོས་གནས་ང་ལ་འདི་པའི་ཁ་དོག་འཐུང་གི་འདུག་སོ་སོ་རང་ཉིད་ར་འདི་ལ་དཔེ་ཞིབ་ན་སོ་སོ་རང་ཉིད་བསྡད་ས་དེའི་གླ་ཆ་དེ་ཡག་ཐག་ཤོས་འགྲིག་ཐག་ཤོས་ཅིག་ཡོད་ནས་ཨ་བསྡད་དེ་ན་སྐད་ཆ་ཕན་ངེས་པོ་བཤད་ཐུབ་ཀྱི་རེད། ང་ཚོ་ནགས་ཀླུང་ལ་རིག་གཞུང་རྩིས་སྦྱོང་གང་འདྲ་ཞིག་ཡིན་ནི་རེད་བ། ད་ཉིད་ར་དགེ་རྒན་ང་ཚོ་རྒན་ལགས་ན་ནས་དགེ་རྒན་རྙིང་གི་ས་མིག་ལྷག་ནས་ད་མང་པོ་འགྲོ་སྲིད། བླ་ཤག་དེ་ཙམ་བློ་ཡིད་ཚིམ་པ་དང་ཁ་མ་དེ་ཙམ་བློ་ཡིད་ཚིམ་པ་མེད་ས་བརྙན་ཞིག་རྒྱག་མཁན་དཀོན་པོ་དཔེ་འདུག་དྲང་པོ་ཤེས་ཡིན་ད། བོད་ཡིག་དགེ་རྒན་རྒྱང་ཤར། ལྷག་བདེ་ཡོག་རྒྱག་སོང། བསམ་བོ་འདྲ་ཞིག་འདྲ་ཞིག་འདང་དེ་འདྲ་འདྲ་ཞིག་ཡིན་ན་བརྙན་ཞིག་རྒྱག་མཁན་ཁང་དེ་རུ་བཅུག་སྒུག་ཐོ་ནང་ལ་དཔེ་ཡོད། སྒུག་བདེ་དེ་ནང་ལ་ཡོད་ཡོད། མཐའ་མ་དེ་ལ་དགེ་རྒན་ཞིག་ལྷག་རག་རེད་ར། ཟླ་བ་གཅིག་ལ་བསྡད་མ་སོང་བསམ་བོ་འདྲ་རྣམས་རྫུན་འཕྲོ་སོང།

ཨ་ནི་དགེ་རྒན་གཞན་པ་ལས་ཏིས་སུ་ངོ་སོ་བཀྲེས་ཏིས་སུ་མཐོང་ཞེན་བཙུད་བདེ་ས་ཡིན་ན་འདྲ་ག་རེ་ཡིན་ན་འདྲ་ཏིས་སུ་ཅིག་བྱེད་ཐུབ་ན། ཏིས་བོད་ཡིག་དགེ་རྒན་ལས་ཀྱི་རེད་བསམ་གི་འདུག་ཡག་ག་ཅིག་བོད་ཡིག་དགེ་རྒན་ཏིས་སྤི་ད་ག་ནས་བོད་ཡིག་དགེ་རྒན་ཡག་པོ་དཔེ་མང་པོ་སྔས་མ་ནས་འགྲོ་ཚར་བ་བྱེད་ཀྱི་ལ་ག་ཞིག་འགྲོ་སོ་སོ་ལྟོ་གོག་བྱེད་དུ་འགྲོ་རེད་མི་སུ་དང་སུ་ཡིན་ན་སོ་སོ་གྲོགས་པོ་མི་རྐྱང་ནང་མི་ཚང་མ་སྐྱོ་བོ་བྱེད་ན་བསྡད་ཐུབ་ཀི་མ་རེད་སུ་བསྡད་ཐུབ་ཀི་རེད། འདི་ཐུག་གི་མ་ར་ཚང་མ། དེང་དུས་སྐབས་སུ་ཨ་ནི། གཅིག་བོད་ཡིག་སྐྱོད་མཁན་ལ་མཐོང་ཆེན་མཛད་ཡག་དང་དེ་ཡག་པོ་མཐོང། རྩ་ཆེན་པོ་མཐོང་འདུག་ར། དེ་ནི་ད་རུང་ང། ངའི་ཉམས་མྱོང་གྱི་ཤིག་ཤིག་ཡིན་རུང། ཁར་ཚང་གི་ཐེག་བཤད་ཚང་ཡང་ང་ཁ་མང་པོ་ཡིན། དེང་དུས་སྐབས་སུ། ད་རྒྱ་ཡིག་དགེ་རྒན་རེད་ད། ཨ་ཨ་རྒྱ་ཡིག་དགེ་རྒན་རེད་ལབ་སོང། ང་ད་ང་རང་རྒྱ་ཡིག་དགེ་རྒན་ཡིན་ན། བོད་ཡིག་དགེ་རྒན་ཡོད་རེད་ད། བོད་ཡིག་དགེ་རྒན་ཆ་ཚང་ལྡན་པ་བོད་ཡིག་དགེ་རྒན་ང་གཉིས་ཀ་དེར་ལངས་བསྡད་ཡོད་རེད། གཞུང་བསྐོར་བསྐྱོད་སླེབས་རེད་ར་ང་ཚོ། དམངས་གཙོ་བཀའ་གསུམ་ནང་ལས་རེད། བསྐོར་བསྐྱོད་སླེབས་དུས་སྐབས་སུ་ར། བོད་ཡིག་དགེ་རྒན་ཨོ་བོད་ཡིག་དགེ་རྒན་རེད་ལབ་སོང། ང་དེ་ལང་འདུག་རྒྱ་ཡིག་གིས་ཨ་ཨོ་ཏྲ་སི་ལ་རྒྱ་ཡིག་ག་གིན་རེད་བས་སེ་གར་ཤི་ན་ང་གཅིག་པོ་ངོ་སོ་ལྟོས་གོ། དེ་ཡིན་དུས་སྐབས་སེ། ཁོང་ད་གིན་ན་སྐར་མ་གཅིག། དེ་ཡིན་དུས་སྐབས་སེ་ར་ང་ཚོ་རང་མི་རིགས་ཀྱི་སྐད་ཡིག་གཞུང་མཁན་གཅིག་དང་རང་མི་རིགས་ཀྱི་སྐད་ཡིག་ལ་མཐོང་ཆེན་བཙན་མཁན་ལ་དེ་ག་ལས་ལས་ཀ་ལས་མཁན་གཅིག་ཡིན་ན་ར་དེ་ལ་ཡིན་གཅིག་མིན་གཅིག་མཐོང་ཆེན་སྤྲད་དགོས་འདུག་བསམ་གི་འདུག་མཐོང་ཆེན་མེད་པའི་ལ་བརྟེན་ནས་ང་ཚོ་ད་ལྟ་ལས་ཀ་བྱེད་མཁན་མི་འདུག་ཨ།

རྒྱང་སྐྱོད་བྱེད་རྒྱང་ཡ་དེ་གང་གང་བོད་ཀྱི་ཁྲིད་དུ་དང་འོག་ན་གསར་འགོད་པར་དེ་ཚང་མ་དབྱིན་ཇི་ཁྲིད་ཤེས་ད་དབྱིན་ཇི་ཧ་མ་གོ་ནི་ར་ཧན་ཇི་ཧ་མ་གོ་ཟུ་དབྱིན་ཇི་ཧ་གོ་མཁན་ལ་སྐད་ཆ་དྲི་ཡ་རེད་ཤེས་དེ་འདྲའི་དུས་ལ་བོད་ཡིག་ཁྲིད་ན་ཆ་ཚང་བོད་ཡིག་རང་མི་ཚང་མ་མགོ་ཚུགས་ཀུ་རུ་བ་དེ་ནི་ད་དེ་འདྲ་ཅིག་ཁྲིད་ཤག་ནི་ར་ཡ་བོད་ཡིག་མ་ཤག་ན་དེའི་རེའུ་མིག་ལ་བོད་ཡིག་མ་མ་གཏོགས་མེད་ཙང་ཨ་ནི་སོ་སོ་ཧ་གོ་འགྲོ་ཀུ་རུ་བ་དེ་ཧ་གོ་འགྲོ་ཙང་ཨ་ནི་ང་ཚོ་སྐོར་ཆོག་གི་སྐོར་ལ་དཔེ་གལ་ཆེན་པོ་མཐོང་དེ་ནི་གཅིག་གཉིས་ནི་ར་ང་ཚོ་ད་ལྟ་བོད་ཡིག་ཚོ་དང་ལྡན་པ་ཡིས་སྤྱི་ཚོགས་ནང་ལ་དཔེ་མང་པོ་ཡོད་བསམ་གྱི་འདུག་ཡིན་ན་ས་མིག་མ་རག་རྒྱག་ཚིག་ཡོད་རེད། དཔེ་ཆ་ལས་ཁུངས་གང་གི་དྲུང་ཆེ་ཡིན་ན་འདྲ། ནོར་འཁྲུལ་མང་པོ་མཐོང་ང་ནོར་མཐོང་ཚར་རེད་དཔེ་མང་པོ། བོད་ཡིག་ལ་དག་ཆ་ནོར་ནས། དཔེ་མང་པོ་ནོར་མཐོང་ཚར་དེ་ཚོའི་ནང་ལ་ཡང་ཅིག་ང་ཟུག་གི་ར། དྲུང་ཆེ་དང་ད་བོད་ཡིག་དྲུང་ཆེ་ལགས་རེད་ད་བོད་ཡིག་དྲུང་ཆེ་དང་དེ་འདྲ་སྡོད་དགོས་དུས་ཡང་ཅིག་བོད་ཡིག་རང་ཆད་སྦྱང་གི་སྒང་ནས། ས་མིག་བཀྲ་ཡ་ལ་སོགས་པ་འོ་དེ་འདྲ་བྱས་ནས་ཨ་ནི་ཅིག་བསྐྲུན་ན་མཐུན་རྐྱེན་བསྐྲུན་ན་ར། ཨ་ནི་སྦྱང་གི་རེད་བསམ་གི་འདུག་གཞན་ལྟོ་གོས་ཆེད་དུ་ཅིག་པོ་བྱས་ན་ང་ཚོ་ལྐུགས་པ་རེད་ཨ་ནི་སྦྱང་ཡ་ཡོད་མ་རེད་རེད་རྒྱ་ཤ་རྒྱ་རེད་ར།